ཨ་ནི། རི་གྲངས་དེའང་ང་ཚོ་ག་རེ་ཟེར་ན་གྲངས་ཚིག་གི་སྒོ་ནས་སྦྱང་ཡས་འགྲོ་བ་ཞིག་རེད། ཨ་ནི་སིལ་གྲངས་གྲངས་བཞག་ཟེར་ད་གཙོ་བོ་འདི་འདི་ཚོ་ག་ནི་ད་ང་ཚོ་ད་ལོ་སྦྱང་ཡས་འགྲོ་བ་ཅིག་བྱས་ཡིན། ད་འདི་གནང་ལོ་ནི་ང་ཚོ་ད་ལྟ་གཙོ་བོ་ག་ཡིན་ཟེར་ན་ད་རང་བྱུང་གི་གྲངས་ཟེར་ནི་རེད་ཡང་ན་སིལ་གྲངས། འོ་ད་འདི་གཉིས་གཉིས་ཀྱིས་ད་ང་ཚོ་སྡོམ་ཚིག་དང་ཐིང་ཚིག་བེད་སྤྱོད་བཏང་བཏང་ཞིག་རོ་རྩིས་རྒྱབ་སྟངས་ཤིག། འོ་འདི་ག་ནི་ད་ང་ཚོ་སྦྱང་ཡས་འགྲོ་བ་ཅིག་དེ་འདྲས་ཅིག་ཨ་ནི་ཐབས་ཤེས་བྱས་ཡིན། ད་ནམ་རྒྱུན་ང་ཚོ་སྡོམ་རྩིས་ནས་རེད་མཐིལ་རྩིས་ཡི་ནས་རེད་བསྒྱུར་རྩིས་ཡི་ནས་རེད་སྒོ་རྩིས་ཡི་ནས་རེད་ཆ་ཚང་རང་བྱུང་གི་གྲངས་དང་ཧྲིལ་གྲངས་བེད་སྤྱོད་དང་འདི་འང་བེད་སྤྱོད་གཏང་གི་འགྲོ་གི་ཡོད་ནམ་རྒྱུན་ང་ཚོ་ཨང་ཀི་གཅིག་གི་ཁ་རང་ཨང་ཀི་སྒོ་ནས་ཅིག་ལབ་དང་ལབ་ན་ལམ་སྲོལ་ང་ཚོ་ག་ལ་གི་རེད་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་ཟེར་ནས་དེ་འདྲའི་བཞིན་འགྲོ་གི་རོ།

ཨ་ནེ། སྒྱུར་རྩིས་འདི་ཚོ་ང་ཚོའི་མི་སེར་གྱི་བྱེའུ་ཅིག་སྒེའུ་སྒྲོལ་དགོས་ལྟ་བྱས་མི་འདུག་གང་ཡིན་ཟེར་ན། ད་གདོད་མའི་ད་ཐེངས་འདི་ཚོ་ཁ་སང་ཡང་ང་ཚོ་ཅིག་ཅིག་འགྲོ་ས་རེད་འདི་ག་རེ་རྣམ་པ་ཚོས་ཀྱི་ཡང་ཁ་ཤས་ཅིག་གིས་ཨ་ནེ། ལན་བརྒྱབ་ཡོང་དུས་ཆ་ཚང་མང་ཆེ་བ་འདྲ་བོ་ཞིག་ད་ཨ་ནེ། སོ་སོ་སོ་སོ་བརྙན་པར་བཞག་མ་བཞག་ཞིག་མ་གཏོགས་ཤེས། རྩིས་བརྒྱབ་སྟངས་འདི་རྣམ་པ་ཆ་ཚང་མཁྱེན་བདེ་ཤག་ད་ལྟ་ལན་བརྒྱབ་མཁན་ལ་དཔག་ན་ཆ་ཚང་གིས་མཁྱེན་བདེ་ཤག་ད་ང་ཚོ་གང་ཡིན་ཟེར་ན། ད་ལྟ་བྱས་ནས་སེམས་ལ་ཉེ་རེག་ཅིག་ག་རེ། བསྒྱུར་རྩིས་ཟེར་ཏེ་ཨང་ཀི་གང་ཡིན་པ་འདི། ཁོ་ཚར་ག་ཚོད་ཀྱིས་སྡོམ་རྒྱུ་ཡོད་མེད་དེ་གི་ཤེས་ཀྱི་ཡོད་རེད་དཔེ་ཆ་ཤར་ན། ང་ཚོ་དེ་འདྲ་བསྒྱུར་རྩིས་གི་རྗེས་ནས་འགྲོ་ན། དཔེ་ཆ་ཤར་ན་ཨ་ནི། ལྔ་དེ། དྲུག་ལ་བསྒྱུར་ལབ་ན་དོན་དག་ག་ལ་བ་རེད། ལྔ་བྱས་བ། ཚར་དྲུག་སྡོམ་ལ་བར། རོ། ཤི་བྱས།

ད། སྒྱུར་རྩིས་དེ་ཚར་ནས་ད་ང་ཚོ་ཚོ་སྒོ་རྩིས་དེ་གང་ནས་སྒྲུབ་ཀྱིན་ཡིན་ར། དེ་རིང་གི་སློབ་གཉེར་སློབ་ཚན་འདི་ད་སྒོ་རྩིས་ཟེར་དུས་ནམ་རྒྱུན་ང་ཚོ་ག་རེ་བྱེད་ཀོ་རེ་དཔེ་ཆ་ཤར་ན། བཞི་ལ། གཉིས་ཀྱིས་སྒོས་ལབ་ན། ད་དེ་སྒོ་སྟངས་དེ་ཕལ་ཆེར་ལོ་རིམ་དང་པོ་ནང་ལ་རྣམ་པ་ཚོས་ཅིག་ཤེས་ན་སྦྱངས་ཡོད་ཀྱི་རེད། བཞི་ག་ལ་གཉིས་ཀྱིས་སྒོ་ལབ་ན་ང་ཚོ་ག་རེ་བྱེད་རེད་བཞི་ཟས་དེ། དང་པོ་ཁང་པ་ཅིག་གི་ནང་ལ་བླུགས། ར། ཁང་པ་ཅིག་གི་ནང་ལ་བླུགས། ཁང་པ་ལྗང་ཁུ་དེ་དེ་འདྲ་ཞིག་ན་ལུག་ཨ་ནི། སྒོ་ལྕགས་འདི་བཞི་དེ་རོ། བཞི་ལ་ག་ཚོད་སྒོ་དགོས་རེད་སྒོ་ཕྱེ་གཉིས་སྒོ་དགོས་ར་བྱས་ཙང་གཉིས་དེ་ཕྱི་ལོགས་ལ་བཞག། ཁང་པ་ཕྱི་རུ་ད་ག་རེད། གཉིས་ག་ཚོད་ཀྱི་བཞི་ཡིན་མི་སྒོ་ཐོབ་དེ་འདི་གང་ལ་བཞག་དགོས་ར། བྱས་ཙང་གཉིས་ག་ཚོད་ཀྱི་བཞི་རེད་ལབ་ན་གཉིས་གཉིས་ཀྱི་བཞི་རེད། ད་ད་འདི་ག་ཚོད་ལྷག་གི་འདུག་ལབ་དུས་སམ་པ་རོ་ད། གཉིས་གྱི་གཉིས་ཀྱི་བཞི་ལ་གཉིས་ག་ཚོད་ཀྱི་བཞི་རེད་གཉིས་གཉིས་ཀྱི་བཞི་རེད་ཨ་ནི་ག་ཚོད་ལྷག་གི་འདུག་ལབ་ན། ད་དེ་ནས་དེ་ཐེངས་གོ་གོ་ར་ལྷག་གི་མི་འདུག་ད་དོན་དག་ག་རེད། གཉིས། བཞི་ལ་གཉིས་ཀྱི་མགོ་ན་ག་ཚོད་རེད་གཉིས་རེད་ཟེར་ནས་འདི་དེ་དེ་ལ་ཁྱེར་ཡོང་གོ་ར། ད་དེ་ག་ནམ་རྒྱུན་ཡིན་ང་ཚོ་འགོ་སྟངས་ཀྱི་འགྲོ་སྟངས་རིམ་པ་དེ་འདི་རེད། ད་ང་ཚོ་འདི་ག་ནས་འགྲོ་བ་མ་ཡིན་པ་བྱས་ག་རེད་ཟེར་ན་དངུལ་ཁམས་ཀྱི་ཚད་རིག་དངུལ་ཁམས་ཚད་རིག་གི་སྣང་བ་ལ་འདི། རྩིས་འདི། ཞེ་དྲག་ཞེ་དྲག་བེད་སྤྱོད་ཡོད་མ་རེད། བེད་སྤྱོད་མེད་རྒྱུ་བསམ་པ་ལ་ད་འདི་གི་ཚབ་ལ་ག་རེ་ཕེབས་ཀྱང་ག་རེད་ད་ང་ཚོ།

ག་རེད་དོ། གཉིས་ཀར་ཐུན་མོང་དུ་སྒོ་ཐོད་པའི་ཀྱང་གིས་ག་རེ་ཡོད་ཟེར་ན་གཉིས་དེ་དོ། གཉིས། གཅིག་གིས་གཉིས། གཉིས། གཉིས་གིས་བཞི། ཨ་ཧ་ག་ཚོད་ལྷག་གི་འདུག་འདི་ལྷག་གི་འདུག་ཨ། ད་འདི་ལའང་འདི་གཉིས་གཅིག་པ་གཅིག་རྐྱང་རེད། གཉིས་ཀྱི་བར་ལ་གཅིག་ཤར་ནས་རེད། གཅིག་གིས་མ་ཤར་ནས་གཅིག་པ་གཅིག་རྐྱང་རེད། ད་འདི་ང་ཚོ་འདི་གར་ཐ་སྙད་གསར་བ་ཞིག་བེད་སྤྱོད་བཏང་གིན་གདའ། འདི་ལ་ག་རེ་ལབ་ཀྱི་རེད་ང་ཚོ། སྒང་ལ། དེ་འདི་ཐིག་ཞིག་འདུག་ཨ།

བུ་མོ་གཅིག་གཅིག་ར་གིར། འདི་ལ་སོགས། འདི་ལ་ཚུལ་གསུམ་པོ་ལ་ག་རེ། གཉིས་གཉིས་ཀྱི་སྒོ་ལ་ཚུལ་གཉིས་ག་ཚུལ་གྱིས་གཉིས་རེད། གཉིས་གཅིག་གིས་གཉིས་རེད། ད། ཁྱེད་རང་ལ་པ་ལ་མགོན་པོ་གཉིས་ཤུ་ཡོད་བཤད་རྒྱུ་འདི། མི་བཞི། དགོན་བདག་ཁྱེད་རང་ལ་པ་ལ་མགོན་པོ་གཉིས། བཞི་ཡོད་བཤད་རྒྱུ་གཅིག། ད་ཁྱེད་རང་ལ་མགོན་པོ་བཞི་ཡོད་བ་བྱས་འདིས། མི་གཉིས་ལ་དགུ་བཞི་བརྒྱ་དགུ་དགུ་ཡོད་ན། ཁྱེད་རང་ལ་པ་ལོ་དགུ་མོ་བཞི་ཡོད་པ་དེ་མི་གཉིས་ལ་དགུ་བཞི་བརྒྱ་དགུ་ཡོད་ན་མི་རེ་རེ་ལ་དགུ་མོ་ག་ཚོད་ག་ཚོད་རག་གི་རེད་དགུ་མོ་གཉིས་གཉིས་རག་གི་རོ་བྱས་ཙང་གཉིས་ག་ཚོད་ཀྱི་བཞི་རེ་ལ་ན་གཉིས་གཉིས་ཀྱི་བཞི་རེ་བྱས་ཙང་ང་ཚོ་ག་རག་གི་འདུག་གཉིས་རག་སོ། འདི་རག་སོ། ད་མ་ཆ་གཅིག་ཡིན་ན་ཨང་ཀི་བགྲང་བྱ་ག་འདྲི་བཞིན་པ་ཡིན་ནས་མ་ཆ་གཅིག་ཡིན་ན་ཁོ་བགྲང་བྱ་དེ་མ་བརྩི་བ་བྱས་ཨང་ཀི་ཁོ་རང་ཧྲིལ་བགྲང་ཁོ་རང་བྱ་བྱས་ནས་འགྲིག་གི་ཡོད་རེད། འདི་གཉིས་གཅིག་པ་གཅིག་རྐྱང་རེད།

ད་ཚུན་མི་སོ་གཉིས་ལ་བཅུ་གཉིས་སྒོ་འགྱིང་ལབ་པ་ཡིན་ན་ད་ང་ཚོ་ག་རེ་རག་གི་འདུག་ལྟ་གིན་ད། དང་པོ། གཉིས་ཀ་ལ་ཐུན་མོང་ནས་འགོ་ཚོལ་བའི་ཨང་ཀི་ག་རེ་འདུག་ལབ་དུས་བསམ་པ་ད་ང་ཚོ་སྒོམ་རྟགས་གླེ་བ། འདི་སྒོ་རྩིས་གླེ་བ་ལ་ཡིན་གཅིག་མིན་གཅིག་གི། སྒོམ་རྟགས་ཡིན་གཅིག་མིན་གཅིག་གི་བློ་ལ་འགུག་དགོས་ཏོ། གཉིས་གཉིས་གཅིག་གི་གཉིས་གཉིས་གཉིས་ཀྱི་བཞི་ཟེར་ནས་ང་ཚོ་སྒོམ་རྟགས་དེ་ཡིན་གཅིག་མིན་གཅིག་བློ་ལ་འགུག་དགོས་ཏོ་བྱས་ཙང། སྒོམ་རྟགས་དེ་རྣམ་པ་ཚོ་ཡིན་གཅིག་མིན་གཅིག་གི་བློ་ལ་འགུག་གོ་ད་ད་ག་ད་ཉེ་རྗེས་ལ་ཚོགས་པ་གནང་བ་ལ་སྒོམ་རྟགས་ཀྱི་འདི་ཡང་བཏང་ཡོང་གིན། དེ་བྱས་ད་ང་ཚོ་དེ་ཡིན་ད། དང་པོ་ང་ཚོ། ཨང་ཀི་གང། ད་ག་རེད། ཁོ་གཉིས་གཉིས་ཀར་ཐུན་མོང་ནས་འགོ་ཚུགས་པའི་ཨང་ཀི་ག་རེ་ལྟ་དགོས་ཀ་རོ། གལ་སྲིད་ཨང་ཀི་ཐུན་མོང་ནས་འགོ་ཚུགས་པའི་ཨང་ཀི་ཆེ་བ་ཞིག་རག་ན་འགྲིག་གི་ཡོད་རེད་ཁོ། རྩིས་རྒྱལ་གྱི་སྟབས་བདེ་རུ་འགྲོ་ཨ་ལོ་རྗེ་རྩིས་རྒྱལ་གྱི་ལམ་ཁ་དེ་མཐོང་མྱོང་འདུག་རེད་ཡིན་པ་ཡིན་ཆེ་བ་མ་རག་པ་ཡིན་ན་ཆུང་བ་རག་པ་ཡིན་ན་ཡག་ག་ཡོད་རང་ཡིན་ན་ཆུང་བ་རག་པ་ཡིན་ན། རྩིས་རྒྱལ་གྱི་ལས་ལས་ལྷག་འདྲ་ཅིག་བྱས་འདི་ག་ར་བསྟན་པ་ཡོད་ར། བསྟན་རྒྱུ་དང་ང་ཚོ་དང་པོ་ང་ཚོ་གཉིས་ཀར་ཐུགས་མ་ནུ་མཁོ་སྤྲོད་པའི་ཨང་དཀར་དུ་གཉིས་འདུག་གཉིས་ཡོད་པ་ག་རེ་ས་དགུ་དགུ་རེད། ཨང་ཀི་ག་འདྲེ་ཞེས་སྨྲས་ན་ཨང་ཀི་ཁོ་རང་གི་གཅིག་གནས་དེ་གཉིས་ཡིན་པ་ཡིན་ན་ཁོ་རང་ག་རེ་གཉིས་ཀྱི་སྒོ་ཐུ་བའི་ཐུ་བའི་ཡོ་བའི་ཁྱབ་རེད་ར། དེ་དུས་མཚམས་པར་གཉིས་གཉིས་རིགས་ཀྱི་དགུ་དགུ་འདའ། གཉིས་ག་ཚོད་ཀྱི་བཅུ་གཉིས་རེད། ལབ་ན། ཨ། གཉིས་ག་ཚོད་ཀྱི་བཅུ་གཉིས་གཉིས་བཅུ་གྱིས་ག་ཚོད་རེད་གཉིས་བཅུ་གྱིས་ཉི་ཤུ་ར། ད་གཉིས་ག་ཚོད་ཀྱི་བཅུ་གཉིས་རེད་ལབ་ན་གཉིས། དྲུག་གི་བཅུ་གཉིས་རེད་དྲུག་གཉིས་བཅུ་གཉིས་ལ་བ་ར། ད་གང་ལ་སྒོ་གིས་འདའ། གཉིས་ག་ཚོད་ཀྱི་གསུམ་སོ་གཉིས་རེད་ཟེར་ན་སྐྲ་ང་ཚོས་གཉིས་ག་ཚོད་ཀྱི་གསུམ་སོ་གཉིས་རེད་ཟེར་ཏེ་གི་རྩི་འདི་སྐྲ་རྩ་ཅིག་རྩིས་རྒྱབ་ཐུག་གི་མི་འདུག་ན་ང་ཚོས་ག་རེ་བྱེད་ཀྱི་ཡིན་ཟེར་ན། ཡ་འདི་ཞིག་ཞིག་ལ། རེད་ང་ཚོས་ག་རེ་བྱེད་ཀྱི་ཡིན་ཟེར་ན། སྐྲ་གསུམ་སོ་གཉིས་ལ་གཉིས་ཀྱིས་སྒོ་དགོ་རོགས་དང་པོ་ཡ་གསུམ་ལ་སྒུག་གིན་གདའ། གཉིས་ག་ཚོད་ཀྱི་གསུམ་རེད། གཉིས་ག་ཚོད་ཀྱི་གསུམ་རེད་ལབ་ན་དོལ་ཐོག་ཤི་ན་ཁ་རེ། སྐྲ་ནམ་རྒྱུན་ང་ཚོ་རྩིས་རྒྱབ་དང་ཞེས་པ།

བརྒྱད་གཉིས་བཅུ་དྲུག་རེད། ད་ང་ཚོ་ཧ་ལགས་ཚོ་བརྒྱད་དང་གསུམ་ལགས། བརྒྱད་དང་གསུམ་ལ་གཉིས་ཀའི་ཐུན་མོང་མགོ་ཐོག་ཨང་ཀི་འདུག་ཨེ། མི་འདུག། མེད་དོན་བཟང་པོ་ག་རེད། བརྒྱད། གསུམ། ད། ནི་སུམ་བཅུ་སོ་གཉིས་ཀྱིས་བཅུ་གཉིས་ཀྱི་མགོ་བ་ཡིན་ན་ཨང་ཀི་ག་རེ་རག་གི་རེད་ཨང་ཀི་འདི་རག་གི་རེད་བགྲང་བྱ་འདི་རག་གི་འདུག་ཟེར་ལ་རེད། ད་བགྲང་བྱ་འདི་ང་ཚོ་མ་ཚགས་ལ་མགོ་ཐོག་ནས་ཐུབ་དགོས་རེད། ཚགས་ལ་འདི་བསམ་པ་ང་ཚོ་དོན་དག་ག་ལ་གོ་རེད། འདི་ལ་གོ། འོན་ཏ།

བཅུ་དྲུག་ལ་བརྒྱད་དང་གསུམ་ལྷག་བཟོ། བརྒྱད་དང་གསུམ་ལྷག་བཟོ། དེ་ག་རེ་ང་ཚོ་བགྲང་བྱ་བྱ་གོ་རེད་ཨ་ནི་སིལ་བགྲང་བྱ་གོ་རེད་ད་དེ་ལ་ང་ཚོ་ག་རེ་གོ་ཐུབ་བས་གོ་ཐུབ་བས་མི་འདུག་ཨ། གསུམ་གཅིག་གིས་གསུམ་རེད་གསུམ་གཉིས་ཀྱིས་དྲུག་རེད་ཨ་ནི་ཨ་ད་ལྟ་ཨང་ཀི་གཉིས་ལྷག་གི་འདུག་ཨ་ད་དེ་ང་ཚོ་གོ་ཡ་ཡོད་མ་རེད་མ་གོ་དུས་ང་ཚོ་ལན་འདི་ར། དེ་ག་དེ་ག་ཚོད་ཡིན་སུམ་བཅུ་སོ་དྲུག་ཡིན་པ་མ་སུམ་བཅུ་སོ་གཉིས་ར། གསུམ་སོ་གཉིས་ལ་བཅུ་གཉིས་ཀྱིས་གོ་ན་ག་ཚོད་རེད་ལབ་ཏུ་སེམས་པ་ལ་ལན་འདི་ར། གལ་ཏེ་ང་ཚོ་གོ་སྟངས་གཅིག་ཡིན། ར། ད་འདིས་ང་ཚོར་འདི་གང་ནས་འགྲོ་དགོས་རྒྱུ་མཚན་དེ་ཅུང་མ་ང་ཚོ་བགྲང་བྱ་གི། ཨ་ནི་ཚབ་ཚིག་དག་དེ་འདྲའི་རྒྱག་དགོས་ཡ་མང་པོ་ཡོང་སྐོར་འདི་ཡིན་རྒྱུ་མི་མཚན་གི་ཟེར་སྐོར་ད། ད་ང་ཚོ་ཡ། དངོས་ཁམས་ཆེ་རེ་ཁོ་ར་རང་གི་ཨང་གི་བུ་ཅིག་ཐང་གིན་ད། ད་ང་ཚོ་འདི་ཡིན་ད། ཨ་ནི། ཁྱེད་རང། ད་ང་ཚོ་ལོ་རིམ་གཉིས་པ་ཡོང་དུས་ཚང་མ་ང་ཚོ་མྱུར་ཚད་དང་མགྱོགས་ཚད་སྐད་ཆ་ཅིག་འགྲོ་ཚར་བ། ད་ཁྱེད་རང། ཨ་ནི། ཆུ་ཚོད་གཅིག་ལ།

ར། སྟག་རྒྱང་ཆུ་ཚོད་གཅིག་ལ་ཀི་ལོ་མི་ནི་དྲུག་ཅུ་འགྲོ་ཡོད་ན། སྐར་མ་གཅིག་ལ་ཀི་ལོ་མི་ནི་ག་ཚོད་འགྲོ་བྱ་ཟེར་ན་ག་རེ་སྟག་ཡིན། དེ་ལྟ་ཡིན། ར། དེ་ཙང་ང་ཚོ་ག་རེ། ཆུ་ཚོད་གཅིག་ལ་ཀི་ལོ་མི་ནི་དྲུག་ཅུ་འགྲོ་གི་ཡོད་ན་ང་ཚོ་དངོས་པོ་གཅིག་གི་མགྱོགས་ཚད་ཚད་དགོས། ར། མགྱོགས་ཚད་ཀྱི་རྩིས་ཆེན་ག་རེ་ཡིན། Meter per Second། སྐར་ཆ་གཅིག་ལ་མི་ཏྲི་ག་ཚོད་འགྲོ་གི་ཡོད་མེད་དེ་རྒྱས་བཤད་བྱེད་དགོས། ར། ད་ཆུ་ཚོད་གཅིག་ལ་ཀི་ལོ་མི་ནི་དྲུག་ཅུ་འགྲོ་གི་ཡོད་ན། སྐར་ཆ་གཅིག་ལ་མི་ཏྲི་ག་ཚོད་འགྲོ་གི་རེད་ཟེར་འདྲི་དྲི་བ་དེ་ཀླད་པ་ཡིན། ད་ང་ཚོ་ལན་ག་རེ་བྱེད་ཀྱི་ཡིན།

བཅུ་གཅིག་གིས་བཅུ་རེ་བཅུ་གསུམ་གྱིས་སུམ་ཅུ། དེ་ལྟར་སྟབས་བདེ་བོ་ཡོང་བས་ལ། སུམ་བཅུ་ལ་བཅུ་གིས་དགུ་བསྐུལ་ན་གཉིས་ཀ་ཀླད་ཀོར་འདུག་ཨ་ཐུང་མོང་ལ་ཀླད་ཀོར་ཞིག་འདུག་ཨ། ཀླད་ཀོར་རེ་རེ་གསེར་རེ་དང་ཞེ་འདྲེ་བསྐོར། ད་འདི་ང་ཚོ་དེ་འདྲ་རྙོག་དྲ་ཚ་བོ་ཡོད་ན་དེ་འདྲ་བཞག་ཤོག། ཡིན་རྒྱུ། ད་ལྟ་ཐབས་ལམ་འདི་བེད་སྤྱོད་བཏང་སྟེ་ལ། ཐབས་ལམ་འདི། ད་ང་ཚོ་དེ་རིང་གི་སློབ་ཚན་འདིའི་རྡོག་རྡོག་འདི་ཡིན། མགོ་ལ་དུས་བསམ་པ་ལ། ང་ཚོ་ལམ་ཁ་འདིའི་སྒང་ནས་འཇང་ཡ་བྱས། གཉིས་ཀ་ལ་ཐུན་མོང་ནས་འགོ་བརྩོད་འོས་ཀྱི་ཨང་ཀི་ག་རེ་འདུག་འདི་ལྟ་ཡ་རེད། འདི་ལྟ་བ་ལ་ང་ཚོ་གོམ་སྟབས་ལོ་ལ་དགུ་དགུ་འདུག་ཨ། རེས་གཟའ་གོམ་སྟབས་འདི་ད་ལྟ་ཉིན་གྱི་པར་རྒྱབ་ནས་བཏང་ཡོང་གི་ཡིན། ཨ་ནི་འདི་བྱས་ལ། གོམ་སྟབས་དེ་གའི་སྟེང་ནས་ཨ་རྣམ་པ་ཚོས་ཀྱི་ད་ལྟ་བདུན་ཕྲག་འདིའི་གནང་ལོ་ལ་གོམ་སྟབས་འདི་ཏག་ཏག་ཅིག་བཟོས་རོགས་གྱིས་ཨ་རྗེས་མེད་ཀྱི་ཨང་རྩིས་ཀྱི་སློབ་ཚན་འདི་གནང་ལོ་ལ་ང་ཚོ། ད་ལྟ་ང་ཚོ་འགོ་འགོ་རྩིས་རྒྱབ་སྟངས་འདི་ཤེས་འདི་ཡོད་ར། འགོ་རྩིས་རྒྱབ་སྟངས་འདི་སྦྱང་བའི་འདི་གི་རྣམ་གཞག་འདི། ཕ་དངུལ་སྒམ་ཚིག་རིགས་རྣམས་ལ་ང་ཚོ་ཕ་ཨ་ནི་ཡིས་བླུག་གིན། འོན་ཏེ་འདྲེ་བྱེད་ཀྱིན་ཐུགས་རྗེ་ཆེ་ན།